VOA ཨ་རིའི་རླུང་འཕྲིན་ཁང་གི་གྲ་ནང་གི་པོ་ལ་གསར་འཛུགས་གནང་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ། གྲ་ནང་གི་པོ་ནི་པོ་དང་པོ་མི་ལ་འབྲེལ་བ་ཡོད་པའི་ད་ལྟའི་བརྡ་འཕྲིན་རྒྱུད་ལམ་གྱི་གནས་ཚུལ་དང་པོ་ཕྱི་ནང་གི་པོ་མི་ཚོའི་དྲ་ལམ་གནས་ཚུལ་ཕྱོགས་བསྒྲིགས་ཀྱི་ཐོག་ནས་བོད་མིའི་བསམ་འཆར་བརྗེ་ལེན་དང་སྐྱིད་སྡུག་མཉམ་མྱོང་བྱེད་ས་ཞིག་ཡིན། ང་གྲ་ནང་གི་བོད་ཀྱི་གླིང་ཚ་གསོ་སྐྱོང་བ་ཚོས་རང་བཅས་ཀྱི་གླིང་ཚ་མུ་མཐུད་དུ་རང་ཁྱིམ་ནས་ཉལ་འགྲོ་ཞུ་བཞིན་ཡོད། ཏོག་དབྱིབས་ནད་ཡམས་ལ་བརྟེན་ནས་ཨ་མེ་རི་ཀ་གི་ནང་དུ་སྤྱི་ཚོགས་རྒྱང་བཀྱེད་དང་ཁྱིམ་སྡོད་བཀའ་བརྒྱུད་འོག་ཏུ་བོད་པ་མང་པོ་ཞིག་རང་ཁྱིམ་དུ་ལྷགས་པའི་ཟླ་བ་འདི་དག་གི་ནང་ལ་དྲ་ལམ་ནས་ཁྱིམ་ཚང་གི་འགྲོ་འདུན་ཞེས་བ་ཞིག་འཚོགས་བཞིན་པ་མཐོང་རྒྱུ་འདུག། ནད་ཡམས་ཀྱི་སྐབས་སུ་ཨ་རིའི་བོལ་སི་ཀྲོན་གྱི་གུ་རུ་ཁུ་ལ་ཆོས་ཚོགས་ཀྱིས་གོ་སྒྲིག་བྱས་ཏེ་ཨ་མེ་རི་ཀའི་བོད་མིའི་ཁྱིམ་ཚང་ཁག་གིས་འདས་བའི་ཟླ་བ་ལྔ་ཙམ་ལ་དྲ་ལམ་དུ་ཆད་མེད་ངང་ཞལ་འདོན་འཚོགས་པ་དང་དེ་ལ་བོལ་སི་ཀྲོན་དང་ནིའུ་ཡོག་རྒྱལ་ས་བྷ་ཤིན་ཀྲོན་བོལ་མོན་ཁྲི་ལ་སོགས་ནས་བོད་པའི་ཁྱིམ་ཚང་མི་ཉུང་བ་ཞིག་མཉམ་ཞུགས་བྱེད་བཞིན་པ་རེད་འདུག། བོད་སི་ཁྲོན་གྱི་གུ་རུ་གུ་ལ་ཆེ་ཚགས་ཀྱི་ཆེ་དགེ་དགེ་བཤེས་ངག་དབང་འཕྲིན་ལས་ལགས་ཀྱིས་དྲ་ལམ་དུ་ཁྱིམ་ཚང་གི་འགྲོ་འདུག་འཚོགས་པ་དེའི་སྐོར་ནས་དྲ་ནང་གི་བོད་ལྭ་ངོ་སྤྲོད་འདི་ལྟར་གནང་སོང། ཤིང་རྟ་གསུམ་པའི་ནང་དུ་བ་ཧོབ་ཏུ་ཀ་ཡ་ཨ་ནི་མི་ཚང་མ་ཆུ་ལོག་འགྲོ་མ་ཆོག་བ་རླབས་ཕྲ་འགྲོ་མ་ཆོག་བ་དེ་འདྲའི་སྒོ་བརྒྱབ་པའི་སྐབས་ལ་ཡ་ཨ་ནི་ཚང་མས་ཅིག་སེམས་ལ་རྔམ་སྐྲག་དང་དག་སྣང་བཞིན་གྱིས་ཅིག་ཡོད། ད་ག་བྱེད་འདི་བྱེད་མེད་པའི་སྐབས་ལ་ད་ང་ཚོ་ཚུར་རུག་རུག་བྱས་ནས་ཞབས་བརྟན་འཚོགས་པ་དེ་འདྲ་ཡོད་མ་རེད་དེ་ད་དྲ་རྒྱ་འདིའི་བརྒྱུད་ནས་ཨ་ནི་དགོངས་དག་བཏགས་པ།

ཁྱིམ་ཚང་འགྲོ་འདུག་ལ་ཉམས་ཞིབ་བྱས་པ་གི་སྐོར་ནས་གྲ་ནང་གི་བོད་ལ་ངོ་སྤྲོད་འདི་ལྟར་གནང་སོང། ཏོག་དབྱིབས་ནད་ཡམས་དང་འབྲེལ་བའི་ཁྱིམ་ཚང་གོང་འཕེལ་ཞན་དོན་གྱི་ཕན་ཡོན་གཙོ་བོ་དེ་ད་ལྟའི་གནས་སྟངས་ཀྱི་ཆ་ནས་ང་ཚོ་རྒན་པ་ཡིན་ནས་ལས་གཞོན་པ་ཡིན་ནས་རེད་དུས་ཚོད་མང་པོ་ཞིག་སོ་སོའི་ཁྱིམ་ཚང་ནང་བཏང་གི་ཡོད་པ་དང་ཕྱི་ལོག་ཕྱིན་པ་ཡིན་ནས་དུས་ཀུན་ནས་ཞིག་རང་དབང་མེད་པའི་གནས་སྟངས་ཡིན་དུས་ཞན་དོན་སྐྱོ་བས་བདེ་སྐྱིད་སེམས་ལ་ཞི་བདེ་བག་ཕེབས་གནས་ཡིན་གྱི་ཕན་ཐོག་ཡོད་པར་མ་ཟད། བོད་ཀྱི་རིག་གཞུང་ནང་བསྟན་མི་ཉམས་རྒྱུན་འཁྱོངས་ཡོང་ཡིན་གྱི་ས་བོན་བཟང་པོ་ཞིག་སྤྱོད་ཡོན་གྱི་རེ་བ་དང་ཡིད་ཆེས་ཞུ་ཡོད། ཡང་རྣམ་པ་ཚོ་ཡིན་ན་ཡང་དྲ་ལམ་གྱི་ཁྱིམ་ཚང་སྒྲོ་འདོགས་འདི་ལ་ཉམས་ཞིག་བྱེད་འདོད་ཡོད་ན་ད་ལྟ་གཤམ་དུ་འཆར་བཞིན་པ་གི་ངོ་དེབ་དྲ་ཚིགས་གི་ནང་གི་དགེ་བཤེས་ངག་དབང་འཕྲིན་ལས་ལ་འབྲེལ་བ་བྱེད་པ་ཡིན་ན་ཉམས་ཞིག་བྱེད་ཐུབ་གི་འདུག།